ད་ག་ནས་ཤིང་གི་མདོ་དེ་སྙིང་ཤིང་པད་མ་དཀར་པོའི་ལུང་འབྱིན་གྱི་འདུག། དེང་འདི་ཞྭ་མ་ལུམ་ལུམ་ནང་གི་ཚིག་འདྲ་ཞྭ་མ་ལུམ་ལུམ་གྱི་ཚིག། སྲིད་པ་ལ་སྲེད་ཅིང་སྲིད་པ་ལ་དགའ་བའི་སེམས་ཀྱིས། མ་རེད་སྲིད་པ་ལ་བསྟོད་ཅིང་སྲིད་པ་ལ་དགའ་བའི་སེམས་ཀྱིས། སངས་རྒྱས་ལ་ཡོན་ཕུལ་ནས་དགེ་རྩ་དགེ་བའི་རྩ་བ་འདི། བདག་ནམ་ཡང་མྱ་ངན་ལས་འདའ་བར་མ་གྱུར་ཅིག་ཅེས་ཟེར་ཡང་མྱ་ངན་ལས་འདའ་བར་མི་འགྱུར་བའི་གནས་མེད་གོ་སྐབས་མེད་ཀྱིས། དེ་ཁོ་ནའི་རྒྱུར་འགྱུར་ཞེས་ནི། གཉིས་ཀྱི་དཔེ་མ་དཀར་བ་འདི་གསུངས་ཡིན་པ་རེད། འོ་ན་ཤིང་གི་ཐུར་ལ་བརྟེན་པ་མན་ངག་ཡིན་ཞེས་བྱ་རིམ་གྱིས་གསུངས་བསྡད་ཡ་འདི་འདི་འདྲ་འདྲ། རང་གི་བྱ་བའི་མཆོད་པ་ནི་མོས་ལེ་ལོ་དང་སྙོམ་ལས་དང་བག་མེད་པའི་དབང་གིས་གཞན་བྱེད་དུ་མི་འཇུག་པར་རང་གི་ལག་དང་ནི་བའི་བྱེད་པ་འོང་བ་གཞན་དུ་བྱེད། གཞན་བྱེད་དུ་འཇུག་པའི་བྱེད་པ་ནི་མོས་རང་ལ་ངོ་བོ་ཆུང་ངུ་ཡོད་ལ་བར་སེམས་ཅན་སྡུག་བསྔལ་བ་བསོད་ནམས་ཆུང་ངུ་ཞིག་ངས་མི་ནུས་པ་འདི་དག་གི་བའི་མཆོད་པ་བྱས་ན།

བསྟོད་པ་སྣ་ཚོགས་བརྗོད་པ་དང་ཡན་ལག་ལྔས་ཕྱག་རྒྱ་བྱ་བ་དང་གཡས་ཕྱོགས་སུ་མོ་འཁོར་བ་དང་ཞིང་ལ་སོགས་བུམ་པ་ཟད་མི་ཤེས་པའི་སྦྱིན་པ་དང་ནོར་བུ་དང་ཡོན་ཆབ་དང་ཀུན་སྦྱིན་ལ་སོགས་པའི་རྒྱན་དང་ཁ་ཐང་ལ་དྲིལ་བུ་དབུལ་བ་དང་བཀའ་ཤག་པ་རྣམས་དོར་བ་དང་སྲད་བུས་དྲིལ་བའི་སངས་རྒྱས་སུ་མ་དེའི་ཞུ་བདེ་ན་མཆོད་པ།

མ་ཡིན་བར་བྱེད་པ་དང་བ་ཕྱག་སོགས་དང་མ་འདྲེས་པར་ཉོན་མོངས་པ་ཅན་མ་ཡིན་པའི་བྱེད་པ་དང་བ་སངས་རྒྱས་ལ་དད་པའི་རྒྱལ་པོ་སོགས་རེ་བའི་རྙེད་བཀུར་ཐོབ་པ་དུ་རེ་ནས་མི་བྱེད་པ་དང་མཐུན་པའི་དངོས་པོའི་མཆོད་པ་སྟེ་དྲུག་གོ། མཐུན་པའི་དངོས་པོ་ནི་མི་མཐུན་པ་བབ་ལས་བྱུགས་པ་དང་མར་ཁུ་དང། མར་ཁུས་བཀྲུ་བ་དང། བྱང་སེར་ནག་དོན་ཡོད་དུ་བ། མི་མཐུན་པ་བབ་ལས་བྱུགས་པ་དང། མར་ཁུས་བཀྲུ་བ་དང་གུ་གུལ་གྱི་བའི་དུ་བ་དང་ཨརྒའི་མེ་ཏོག་ལ་སོགས་པ་དང་གཞན་ཡང། ཡོ་བྱད་རུང་བ་དང་བྲལ་བ་རུང་ངོ་བོ་ཟང་ཟིང་གི་ཆོ་ག་དེ་དག་ཀྱང་རང་གིས་གྲུབ་པ་དང་གཞན་ལས་བླངས་པ་མིན་པར་དེ་བཞིན་གཤེགས་པའི་ཆོ་ག་གང་ཡང་རུང་བ་འཇིག་རྟེན་སྐྱེ་བའི་སྐབས་ན་གང་ཡོད་པ་ལ་མ་དགའ་བ་དང་སྐྱ་ཞེས་བོགས་འབྱུང་བ་དང་ལྡན་པའི་སེམས་ཀྱིས་ཁྱབ་པར་བྱས་ནས་ཡིད་རངས་བྱས་ན་ཡིད་རངས་བྱས་ན་ཚེགས་ཆུང་ངུས་ཚད་མེད་པའི་མཆོད་པ་ཆེན་པོས་བྱང་ཆུབ་སྐྱེ་བའི་ཚོགས་ཀྱི་གཙོ་བསྡུས་བསྡུས་པ་དེ་ལ་ནི་རྟག་ཏུ་སེམས་ཉམས་བདེ་བ་དང་སེམས་དགའ་བས་རྫོགས་པར་བྱའོ། ཀུན་སྦྱོར་བ་དྲིན་དང་དམ་ཚིག་གི་གསུམ་མོ་བསྐལ་པ་ལས་བསྲུང་བ་དང་ར་བཏགས་པོ་མ་བསྲུང་བའི་མེ་ཏོག་དང་དྲིལ་བུ་དང་ཞིང་ཁ་དང་རིན་པོ་ཆེ་ལ་སོགས་པ

སེམས་ཅན་ཐམས་ཅད་ཀྱི་མཆོག་གོ་སྙམ་པ་དང་དབུགས་དབྱུང་བ་རེ་མེད་དོ་ད་ལྟ་ཤིན་ཏུ་དཀོན་ནོ་སྙམ་པ་དང་སྟོང་གསུམ་གྱི་སྟོང་བ་ཆེན་པོའི་འཇིག་རྟེན་ན་ཅིའི་ཁོང་ན་འབྱུང་བའི་འབའ་ཞིག་པའོ་སྙམ་པ་དང་འཇིག་རྟེན་ལས་འདས་མ་འདས་ཀྱི་ཕུན་ཚོགས་དེ་ཅི་ཇི་བཞིན་ཡིན་ནོ་སྙམ་དུ་བསམ་བ་ནི་མི་བྱ་བའོ་དེ་དག་ནི་མི་བྱང་ས་ལས་འབྱུང་བ་དང་འཁྲིལ་བའོ། དུས་རྒྱུན་པར་ནི་དེ་དག་ཅི་རིགས་པར་བྱས་ལ་དུས་བཟང་དང་དུས་ཆེན་གྱི་སའི་རྣམ་པ་རང་གི་ནུས་པ་དང་མཐུན་པའི་མཆོད་པ་བཟང་པོ་རེ་བྱ་བ་གཞན་ཡང་བཟའ་བཏུང་རྒྱུན་དུ་བྱ་དགོས་པས་དེའི་རིམ་པ་དེ་དག་གིས་ཕུད་ཀྱི་མི་མཆོད་པ་མ་ཆགས་ན་མཚོ་མགོ་ཚེ་གེ་ཆུང་ངུས་རྫོགས་པའི་ཆུ་ཡན་ཆད་གང་ལ་ལོངས་སྤྱོད་པའི་ཕུད་ཀྱིས་ཀྱང་ཉིན་རེ་བ་ནས་བེད་སྤྱོད་པར་བྱེད་དགོས་དེ་ཡང་དུས་ཀྱི་ངོ་ཚ་དང་ལོ་མའི་ཟས་ཟ་ལྟ་བུ་ནི་མ་ཡིན་གྱི། གང་བཟང་བ་ནས་བྱ་རྒོད་ལ་བྱའི་ཕུད་སུན་རེ་ལ་འབུལ་བ་ཀུན་གྱིས་ཀྱང་དུས་སེར་བ་འདྲ་བ་རེ་མི་འོང་ཞེས་ཤ་ར་བའི་གསུང་སྒྲོས་ལས་འབྱུང་ངོ་དཔེར་ན་ཞིང་ས་ཤིན་ཏུ་ཞིམ་པ་ཅིག་ལ་བ་ས་བོན་འདེབས་དུས་མ་དག་པར

དེས་ན་བསྔགས་འོས་བསྔགས་བསྟོད་ལས་ཁྱོད་དང་འདྲ་བའི་ཞིང་དང་ནི་འཇིག་རྟེན་གསུམ་ན་མ་མཆིས་ཏེ་ཁྱོད་ནི་སྦྱིན་གནས་རྣམས་ཀྱི་ཆོ་འབྲས་ཚང་མཛད་པའི་ཚོགས་ལ་ནམ་མཁའ་མཐའ་གཏུགས་མ་མཆིས་པས། ཆུ་དང་ཞིང་དག་ཇི་ལྟ་ཞིང་དག་ཇི་ལྟ་བ་ཁྱོད་ལ་སྨན་དང་སྣོད་ཀྱི་བདུད་རྣམས་ལ་མེད་པར་ཐུགས་རྗེ་ཆེ་གསུངས་པ་དང་རུ་ཤིང་གི་མཆོག་ལ་ཐ་མལ་བའི་ཞིང་གི་མཐོང་ཙམ་ཡང་མེད་པ་འདི། འོ་སྐོལ་སྟངས་བཟང་བར་མི་འདུག་པས་དཀོན་མཆོག་མཆོད་པ་ལ་དུས་ཐམས་ཅད་དུ་བརྩོན་པར་བྱའོ། དེ་ལྟར་བྱས་ན་ཞིང་དམ་པ་ལ་དགེ་རྩ་བསྐྲུན་པའི་མཐུ་ལས། ལམ་གྱི་རིམ་པ་རྣམས་ལ་བློ་ཡུལ་དུ་ཇེ་རྒྱས་སུ་འགྲོ་བས། མཉན་ན་ཚེགས་མི་ཟིན་བསམ་ན་དོན་མི་གོ་བསྒོམ་ན་རྒྱུད་ལ་མི་སྐྱེ་བས་བློ་ཡུལ་དུ་ཤིན་ཏུ་ཆུང་བའི་དུས་སུ་ཞིང་གི་མཐུ་ལ་བརྟེན་པ་མན་ངག་ཡིན་ནོ་གསུངས་ཡིན་པ་རེད། དེ་ལྟར་ཡང་དཔལ་ལྡན་མ་ཁོལ་གྱིས་སྙན་ངག་རྩོམ་ལ་དགེ་བའི་ཆོས་ལ་བརྟེན་ནས་བདག་གི་བློ་ཡ་གྱལ་དུས་ཀྱི་ཆུ་ཟླ་ཆུང་ངུ་འང་ཤིན་ཏུ་དཀོན་ཅིག་ཞེས་གསུངས་པ་ལྟར་རོ། མཆོད་པ་ཡང་དངོས་པོ་ལ་མ་གཏོགས་རང་གི་དད་པ་ལ་གཏོགས་ཡིན་གསུང་བ་ལྟར་དད་པ་ཡོད་ན་མལ་སྤྲེལ་དང་ཆུ་དང་བློས་མ་བཟུང་བའི་མཆོད་པ་ལ་སོགས་པས་ཀྱང་མཆོད་པས་ཆོག་པས། ཟང་ཟིང་མེད་ན་དེ་ལྟར་བྱ། ཡོད་བཞིན་དུ་གཏོང་ངོ་མི་ནུས་པར་བདག་ནི་བསོད་ནམས་མིན་ཏེ་སྤྲིན་ཆེན་འདི་བྱེད་པའི་ནོར་ཆེན་བདག་ལ་ཆོག་ཅིག་ཞེས་ཟེར་བ་ནི་སྤོ་ཏོ་བའི་ཞལ་ནས། དུས་འཁོར་གྲོ་རྒྱལ་གཅིག་ཏུ་དཔང་པོའི་རེ་བཏབ་ནས་ཙན་དན་ག་བུར་སྤོས་ཀྱིས་བྱུགས་ཞེས་དམུས་ལོང་གི་མིག་ལྡན་ལ་མགོ་སྐོར་བྱེད་གསུང་བ་དང་འདྲའོ། ཕུ་ཆུང་བའི་ཞལ་ནས་ངས་བདག་པོ་དཔང་པོས་སྣ་ཚགས་ཏིང་ངེ་བ་ཕུལ་དེ་ནས་རིང་པོ་ཞིག་ཞོར་མངའ་རིས་སུ་ངེས་པ་འབུལ་རྒྱུ་བྱུང། ད་ལྟ་ཨ་ཀ་རུ་དང་ཐུ་ཀ་ལ་སོགས་སྤུན་པ་གསུམ་ཕྱིན་ངེས་འབུལ་རུ་གསུངས་པ་ལྟར་ཆོས་པ་ཆུང་ངུ་ལ་མཉན་ནས་མ་འབུལ་ན་ཚེ་རང་པོ་དེ་འདྲ་ཞིག་ཏུ་འགྲོ་ལ་ཆུང་རིམ་ནས་ནན་ཏན་བསྐྱེད་ན་ཞེ་སང་དུ་འགྲོ་བས། ཁོང་གི་ཕྱག་ལེན་ལྟར་བསླབས་ཏེ་ཁོང་གི་རེས་གཅིག་ལ་གསེར་སྲང་ཉི་ཤུ་རྩ་གཉིས་ཀྱི་སྤོས་སྦྱར་སྐལ། ཡོ་བྱད་ལ་དབང་ཐོབ་པའི་སེམས་དཔའ་ཆེན་པོ་རྣམས་ཀྱིས་ལུས་འབུམ་ཕྲག་དུ་མར་སྤྲུལ་པ་དང་ལུས་རེ་རེ་ལ་ཡང་ལག་པ་བརྒྱ་སྟོང་ལ་སོགས་པ་བཀྲུས་ཏེ་ཞིང་ངོས་ཐམས་ཅད་དུ་བྱོན་ནས་རྒྱལ་བ་སྣང་བ་ལ་མ་སྐྱེས་པ་དོན་གོ་ཆོད་པར་མཛད་ན། ཡོན་ཏན་ལྟར་ན་ཅུང་ཟད་རེ་ཆོག་ཞེས་པ་དང་ཁོ་བོ་ནི་དེ་ལྟ་བུ་ལ་བྱང་ཆུབ་མི་རིགས་གཞན་སྨྲ་བ་ནི་མི་ཆོས་རྒྱུད་ཤིན་ཏུ་ཆུང་བའི་བཅས་བཅོལ་ལོ། དེས་ན་དཀོན་མཆོག་དྲིན་ཡང་ལེན་པ་མདོ་སྡེ་རྣམས་ལ་ལེན་པར་ཕྱོགས་པ་དང་རིམ་གྲོ་བྱ་བ་རྒྱ་ཆེན་པོ་གང་ཡིན་པ་དེ་ལྟ་བུ་དག་ཉན་ཅིང་བ་དེ་དག་ཉན་ངེས་དག་པ་ནི་ལྷག་པའི་བསམ་པ་མཆོག་གི་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ལ་བསྔོའོ་ཞེས་གསུངས་པ་ལྟར་བྱའོ། སྙིང་རྗེའི་རྗེས་སུ་དྲན་པའི་འགྲོ་བ་གཞན་ཚུལ་འདི་ལྟ་བུ་ལ་འགོད་པ་ནི། སེམས་ཅན་གཞན་ཡང་ཅི་ནུས་ཀྱིས་སྐྱབས་སུ་འགྲོ་བ་ལ་བརྩེ་བས་འགོད་པའོ། བྱ་བ་གང་བྱེད་པ་དང་བསྒོས་པ་བཅས་ཡོད་པ་རྣམས་ལ་དཀོན་མཆོག་གསུམ་མོ་ལ་ཆོས་ཉན་པའི་གསོལ་བ་འདེབས་ཤིང། འཇིག་རྟེན་པའི་ཐབས་གཞན་སྤོང་བ་ནི། བྱ་བ་ཇི་འདྲ་བ་ཞིག་བྱེད་པ་དང་བསྒོས་པ་ཅི་འདྲ་བ་ཞིག་མཐོང་ཡང། དཀོན་མཆོག་གསུམ་ལ་བརྟེན་པ་དང་དེ་དག་དང་རྗེས་སུ་མཐུན་པའི་དཀོན་མཆོག་མཆོད་པ་སོགས་བྱ་ཡི། དེ་དག་དང་མི་མཐུན་པའི་བོན་ལ་སོགས་པ་རྣམ་པ་ཐམས་ཅད་དུ་བསྟེན་དུ་མི་རུང་བས་དུས་ཐམས་ཅད་དུ་དཀོན་མཆོག་ལ་བློ་ཁེལ་བར་བྱའོ། ད་བོན་གྱི་ཆོ་ག་ལས། བོན་གྱི་ཆོས་ལུགས་ནང་ལས། ད་ཅིག་བོན་གྱི་ད་ཅིག་ལྟོ་འཕྱེ་ཡ་སོགས་དེ་འདྲ་འདྲ་གསུངས། ད་དེ་ཚོའི་གྲས་དེ་ནི་མ་བྱེད་གསུང་གི་ཡོད་རེད། ད་སྤྱིར་བཏང་ང་རང་ཚོ་བོན་གྱི་ཆོས་དེ། ད་དེ་སྔ། ག་ཤོར་དང། བོད་ལ་ཡང་ནང་ཆོས་དར་ཚར་རེད་རྗེས་ལ་དང་བོན་གྱི་ཆོས་དེ་དེར་སྐྱོད་ས་དང་ནང་པའི་ཆོས་དང། པའི་ནང་ཞིམ་ཞིག་རེད་དང། ཅིག་སྐྱབས་འགྲོ་དང་སེམས་བསྐྱེད་དང་ཡེ་ནས་ག་ཚོགས་གསོ་དང་བྱང་སེམས་གསང་སྔགས། ཡེ་ནས་གསང་སྔགས་རྫོགས་ཆེན་པ་དུ། པའི་ཆ་ཚང་རུ་ཞིག་དུ་བ། ཡེ་ནས་བོན་པོའི་བཀའ་འགྱུར་བོན་པོའི་བསྟན་འགྱུར། བྱས་ནས་ནི་བོན་པོའི་སྡེ་སྣོད་གསུམ། ཨ་དེ་དེ་ད་ཆ་ཙམ་ཞིག་རེད། ད་ཚིག་ཕྲན་བུ་ཕྲན་བུ་མི་འདྲ་མི་འདྲ་ཅིག་མ་གཏོགས་ད་དོན་དག་ཕལ་ཆེར་གཅིག་པོ་གཅིག་པོ་རེད་བ་རེད། དེ་ཙམ་ཀ། ཡིན་ན་ཡང་དེ་ནང་ཆོས་རེད་ཞེས་ལབ་སར་སླེབས་ན་བོད་ལ་ཡང་ནང་ཆོས་མ་དག་གོང་ན་བོན་པོ་ཡོད་རེད། ནང་ཆོས་མ་དག་གོང་ན་བོན་པོ་ཡོད་པ་ཡིན་དུས་ཟེར་ན་བོན་པོ་སངས་རྒྱས་ཀྱི་ཆོས་ཡིན་ན་བོད་ལ་ཡང་ནི་སངས་རྒྱས་ཀྱི་ཆོས་གསར་དུ་དག་དགོས་ཡ་ཡང་མ་རེད། ནང་ཆོས་དག་དག་རེད་བ། བཟའ་ཟླ་ལ་ཐོག་མར་ད་ནང་ཁ་ཁ་བྱས། ཨ་ནི་བོད་ཀྱི་ནང་ཆོས་དག་ཚར་རེ་བྱས་ལ། ད་ནང་ཆོས་བོད་ནས་ཚུགས་ལབ་རེ་ཅིག་ལབ་ཚོད་ཡ་ཡོད་མ་རེད་ག་རེ་ཟེར་ན་རྒྱ་གར་ལ་ཡ། རྒྱ་གར་གྱི་ཚོན་པའི་ད་ཡུལ་གྲུ་མང་པོ་ཅིག་ལ་ཡ་ནང་ཆོས་ཡོད་དེ་ཡི་དེ་བོན་པོ་ནས་ཚུགས་དཔེ་བླངས་ཞེས་པ་མ་རེད་པ་ད། བོད་ཀྱི་ནང་པ་དེ་བོན་པོ་ནས་ཚུགས་དཔེ་བླངས་པའི་དབང་དུ་བཏང་བ་ཡིན་ན་ཡང་ལུང་པ་གཞན་དག་ལ་ཡ་བོན་པོ་མེད་ཟེར་སོ། ཨ་ནི། དཔེ་བླངས་ཟེར་དེ་ཡ་མ་རེད་པ། བྱས་ཙང་ནང་ཆོས་བོན་པོ་ནས་ཚུགས་དཔེ་བླངས་མ་རེད།

ཟད་དང་བོན་ལ་སོགས་པ་རྣམ་པ་ཐམས་ཅད་དུ་བསྟན་དུ་མི་རུང་བས་དུས་ཐམས་ཅད་དུ་དཀོན་མཆོག་ལ་བློ་ཁེལ་བར་བྱའོ། ཕན་ཡོན་ཤེས་ནས་ཉིན་ལན་གསུམ་མཚན་ལན་གསུམ་དུ་སྐྱབས་སུ་འགྲོ་བར་བྱ་བ་ལ་གཉིས། བསྡུ་བ་ལས་བྱུང་བའི་ཕན་ཡོན་དང་མན་ངག་ལས་འབྱུང་བའོ། དང་པོ་ལ་བཞི་ཚན་གཉིས་ལས། བཞི་ཚན་དང་པོའི་བསོད་ནམས་བརྒྱ་ཆེན་པོ་ཐོབ་པ་ནི་མི་འཆི་མི་མངལ་སྐྲའི་གཟུགས་ངོར་ལེན་པའི་སངས་རྒྱས་ཆོས་ལ་འདོད་པའི་བསམ་མེད་རྒྱལ་པོ་དམ་པའི་ཤུགས་ཀྱང་བསམ་མེད་རྒྱལ་ཁམས་འཕགས་པའི་རྒྱལ་ཁྲོད་བསམ་མེད་རྒྱལ་པོ་བསམ་མེད་རྒྱལ་པོ་ལ་དད་ཡང་ནམ་མ་སྐྱེས་མ་ནམ་པ་བསམ་མེད་རྒྱལ་པོ་བྱེད་དང།

ལྷ་རྣམས་ལ་ཞི་དུལ་དགའ་བ་ནུས་པའི་ཆེ་གེ་མོ་བཞིན་པ་བདག་ཅག་སྐྱེ་བོ་གསུམ་པོ་འགྲོ་བ་གང་དང་གང་དང་ལྡན་པས་དེ་ནས་ཤི་འཕོས་ནས་མི་འདིར་སྐྱེས་པའི་དཀྱིལ་དུ་འགྲོ་བ་དང་དེ་བཞིན་པ་ལན་མང་དུ་གནས་པའི་རྣམ་པ་དེ་ནི་བདག་ཅག་གི་བ་གྲོགས་སུ་འགྱུར་བར་འོང་ངོ་སྙམ་ནས་ཡིད་དགའ་ཞིང་ཤིན་ཏུ་མཆོད་པའི་ཤིན་ཏུ་བརྗོད་པའོ་མན་ངག་ལས་བྱུང་བའི་ཕན་ཡོན་ལ་རྒྱལ་ལས། ནག་པོ་སངས་རྒྱས་པར་གསོལ་བ་ནི་མི་ཅི་རིགས་ཕྱི་ནང་ལ་བ་འབྱུང་ཚུལ་མང་དུ་སྣང་ནའང་ཇོ་བོ་དང་སྤྱན་འདྲེན་པ་སྐྱབས་འགྲོས་བཅས་པར་བསྒྲགས་པས། སྐྱབས་འགྲོ་ཐབས་ནས་མ་བཏང་བ་ལ་བྱའོ།

སེམས་གཏིང་གི་དྲི་མ་སྤངས་པའི་བྲལ་བའི་ཡོན་ཏན་ཡང་དག་དེ་འདྲ་ཞིག་ལ་བཞག་ནས་དེ་ཐོབ་ཕྱིར་བདག་མེད་པའི་ལྟ་བ་བསྒོམས་ནས། ནི། ཐར་བ་མངོན་དུ་བྱེད་ཡ་དེ་འདྲ་ཞིག་གི་ལྟ་རྒྱབ། ནི། རྒྱབ་ནས་བསླུ་བ་བས་རྒྱབ་ནས་གསུམ་པོ་དེ་ཁོ་ན་ཡིན་པ་རེད། ལྟ་དེ་འདྲ་ཞིག་གི་རྒྱབ་ནས་གསུམ་པོ་དེ་ལ་ཡང་ནི་སྐྱབས་སུ་འཛིན་དེ་ནག་པོ་མ་གཏོགས་འགྲོ་ས་རྩ་བ་ཡིན་ན་ཡོད་མ་རེད། དེ་མིན་སྤྱིར་གྱི་སྐྱབས་ཙམ་དང་ཡེ་ཤུ་ཡིན་ན་ཡེ་ཤུ་རང་གི་སྐྱབས་སྟོན་པ་ཡོད་རེད། སྟོན་པས་ཆེ་བ་ཞིག་བརྗོད་ཡོད་འདུག་ས་ནས། འཇིག་རྟེན་ཐམས་ཅད་ཁོང་གི་བྱས་པ་རེད། ཐམས་ཅད་ཁོང་གི་ཕྱག་ལ་ཡོད་པ་འདྲ་བོ་རེད། དེ་འདྲས་ཡིན་དུས་འཇིག་རྟེན་བཀའ་བབ་པོ་འདོད་མཁན་དེ་ཨ་མདའ་སྐྱབས་ལ་ཡ། བས་ད། ཨ་མདའ་བས་ཡིད་ཆེས་དང་དད་པ་ཤུགས་ཆེ་ཡོད་འགྲོ་ཡོད་འགྲོ་ཡོད་ཆོག་འདུག་བ། དེ་འདྲས་ཡིན་པ་ཡིན་དུས་ས་ནས་ཡང་སོ་སོ་སོའི་སྐྱབས་ཙམ། ད་ཆོས་ཆོས་ལུགས་ཚང་མ་ལོག་ནང་ལ་ད་སྐྱབས་ཡོད་པ་རེད། དེ་བཞིན་དུ་ཁ་ཆེའི་ཆོས། འཇུག་གི་ཆོས། ཆོས་ལུགས་ཚང་མ་ལོག་ནང་ལ་ཨིན་ཧིན་དུ་སོ་སོ་སོའི་སྐྱབས། ད་ཡང་དེ་གར་བ།

ཨེ་མི་རང་ཨེ་ནི། དཀོན་མཆོག་གི་སྨོན་ལམ་ཞིག་སྟོན་གྱི་ཡིན། ཨེ་ནི། རོལ་མོ་ཞིག་བྱས་བྱས་ཨེ་ནི་དཀོན་མཆོག་གི་སྨོན་ལམ་ཞིག་སྟོན་སོང། ད་དེ་སྨོན་ལམ་དེ་མ་སྟོན་པའི་སྐབས་འདུག་ལ། ཨེ་ཁོ་རང་གི་པའི་མིག་ནས་མ་པའི་མཆི་མ་ལྷུག་ལྷུག་ལྷུག་ལྷུག་དོན་བྱས་དད་པ་བྱིས་པ་ཞིག་གིས། བྱིས་པ་ཞིག་དད་པ་རྩེ་གཅིག་པའི་དད་པ་རེད་བྱ། ཡག་པོ་རེད་བ།

གསུངས་ཏེ་སྐྱབས་འགྲོའི་མྱང་འདས་ཀྱི་བསམ་པ་བརྟན་པར་བྱས་ཤིང་དེ་ལས་སྟོང་པ་སྐྱེ་བ་ལ་དགོངས་སོ། སྔོན་བསགས་པའི་ལས་ཀྱི་འབྲེལ་པ་ན་སོ་ཞེས་བྱ་བ་བགྱི་བ་ནི་བསླབ་བཏུས་སུ་སྐྱབས་སུ་འགྲོ་བའི་སྡིག་པ། སྡིག་གིས་འདག་པ་སྟོན་པའི་སྐབས་སུ་འདིར་འཕགས་ཀྱི་རྟོགས་སྤྱོད་པ་བས་སྦྱོར་ཞེས་གསུངས་པས་འཕགས་དུ་སྐྱེ་བར་འགྱུར་བའི་ལྷ་ཡི་བུས་སྐྱབས་འགྲོ་བྱས་པས་དེར་མ་སྐྱེས་པ་ལྟ་བུ་སྟེ་སྐྱབས་འགྲོ་བྱས་པའི་ངན་འགྲོའི་རྒྱུ་དག་པའི་ཕྱིར་རོ་གང་དག་སངས་རྒྱས་རྒྱལ་བར་སོང་བ་དེ་དག་ངན་འགྲོར་འགྲོ་མི་འགྱུར་རོ། མི་ཡི་ལུས་ནི་སྤངས་ནས་སོ། དེ་དག་ལྷ་ཡི་ལུས་འདུ་ཤེས་བྱེད་དང་དགེ་འདུན་ལ་ཡང་དེ་ལྟར་གསུངས་སོ། དེ་རྣམས་སྔོན་བསགས་པའི་སྡིག་པ། ལ་ལ་ནི་བསལ་བར་འགྱུར་རོ། ལ་ལ་འགྱུར་ལ། ལ་ལ་ནི་བསལ་བར་འགྱུར་རོ། བསོད་ནམས་བརྒྱ་བྱིན་སོགས་པ་ནི་སྔར་བཤད་པ་ལྟར་རོ། དུག་སྦྲུལ་མི་གཏོང་བ་ཡང་སྔ་མས་ཤེས་པར་བྱའོ། མི་དང་མི་མ་ཡིན་གྱི་བར་གཅོད་ཀྱིས་མི་ཚུགས་པ་ནི་མདོ་ལས། འཇིགས་པས་སྐྲག་པའི་མི་རྣམས་ནི་ཕལ་ཆེར་རི་དང་ནགས་ཚལ་དང་ཀུན་དགའ་དང་ནི་བྱེ་ནས་ཀྱི་མིའི་ལྗོན་ཤིང་རྣམས་ལ་སྐྱབས་འགྲོ་སྟེ་སྐྱབས་དེ་གཙོ་བོ་མ་ཡིན་ཞིང་སྐྱབས་དེ་མི་ཕྱུགས་ཀྱང་མ་ཡིན་ལ་བ་སྐྱབས་དེ་ལ་ནི་བརྟེན་ནས་ཀྱང་དུག་མི་ཀུན་ལས་མི་གྲོལ་ཞིང། གང་ཚེ་གང་ཞིག་སངས་རྒྱས་དང་ཆོས་དང་དགེ་འདུན་སྐྱབས་སོང་ལ་སྡུག་བསྔལ་སྡུག་བསྔལ་ཀུན་འབྱུང་བ་དང་སྡུག་བསྔལ་ཡང་དག་འདས་པ་དང་འཕགས་ལམ་ཡན་ལག་བརྒྱད། འཕགས་ལམ་ཡན་ལག་བརྒྱད་འདས་བ། མྱ་ངན་འདས་པར་འགྲོ་བར་འགྱུར་བ་དང་འཕགས་པའི་དམ་པ་བཞི་པོ་དང་ཤེས་རབ་ཀྱིས་ནི་ལྟ་བྱེད་པ་སྐྱབས་དེ་གཙོ་བོ་ཡིན་པར་བསྟན་པས་སྐྱབས་དེ་མཆོག་ཏུ་གྱུར་པ་ཡིན་ནོ་སྐྱེ་བ་དེ་ལ་ནི་མི་བརྟེན་ནས་ཀྱང་སྡུག་བསྔལ་ཀུན་ལས་གྲོལ་བར་འགྱུར་རོ་ཞེས་གསུངས་པ་ལྟར་རོ། འདིར་མུ་ཏིག་རླུང་ཞགས་སྒྲུབ་པ་ལ་སོགས་པའི་གཏམ་རྣམས་དཔེར་བྱའོ། ཅེས་བསམ་པ་ཐམས་ཅད་འགྲུབ་པར་ནུས་པའི་ཆོས་ལྡན་གྱི་བྱ་བ།

ལོ་རྗེས་ཀྱི་ང་དེ་ན་བའི་ལོ་དེ་རེད། ཨ་ན་ལེན་དྲ་ལ་མཆོད་མཇལ་ཅིག་ཕྱིན། ཨ་ན་ན་ལེན་དྲ་ལ་ཡང་མངོན་རྟོགས་རྒྱན་དང་དབུ་མ་འཇུག་སྒོ་ཞིག་བསྟན་པ་ཡིན། སེམས་ཤུགས་སྐྱོ་སོང། ད་གྱང་རོ་ཡོད་ས་འདི་ན་ལོག་ལ་སྔ་མོ། ཨ་ནི། མངོན་རྟོགས་རྒྱན་དར། ཨ་འདི་ནི་མ་ག་ཚར་འཇུག་དེ། ཟླ་བ་དྲེགས་པ་དབུ་མ་འཇུག་སྒོ་འཛད་ཚར་རེད་ག་འདུག་ལ་ད། རྩིག་པ་ཡོད་ས་འདི་ན་ལོག་ལ་སྐྱོ་ཡོད་རྒྱུར་བ་ལེགས་བཞག་སྐད་ན་ལོག་ལ། ད་ག་གྱང་རོ་འཛུག་ན་ག་གེ་མི་འདུག་བ། རེད་རེད། བྱས་ཙང་ཁོ་ལས་ལ་ཐུག་དུས་གཞན་ཡང་ང་ཚོ་ཧ་ཁ་ལས་ལ་ཚུར་ཤོག་གི་ལས་ཀ་བཟང་པོ་དུ་མ་ཁོ་ན་ད་དེ་ང་ཚོ་རེ་བོ་ཤོག་རེ་བསམ་དྲན་པ་དུ་བ་ཡང་ཧ་ཁ་ལས་ཆོས་དད་ཀྱི་བྱ་བ་གང་བསྒྲུབ་པའི་ཐོག་མར་དཀོན་མཆོག་ལ་ཆོས་ཀྱི་སྐྱབས་སུ་སོང་ནས་སྒྲུབ་པར་གསོལ་བ་བཏབ་ན་བདེ་ལག་ཏུ་འགྲུབ་བོ་ཟེར་གསུང་གི་དུས་ནས་བདེ་ལག་ཅག་འགྲུབ་གི་མི་འདུག་ལས་ལ་ཐུག་ན་ཁག་གི་མི་འདུག། མྱུར་དུ་འཚང་རྒྱ་བ་ནི་སེང་གེ་ཞུས་པ་ལས། དད་པས་མི་ཁོམ་སྤོངས་འགྱུར། ཞེས་གསུངས་པ་ལྟར་དད་བ་ཁྱད་པར་ཅན་རྙེད་ཅིང། སྐྱབས་དང་མཇལ་ནས་ལམ་ཁྱད་པར་ཅན་ལ་སློབ་ལ་དེས་ནི་རིང་པོར་མི་ཐོགས་པར་འཚང་རྒྱ་བ་དང་འདི་ངོ་མ་ལྟ་དེ་རེད། ཞེས་གསུངས་པ་ལྟར་ཞེ་སྡང་དད་བ་ཁྱད་པར་ཅན་རྙེད་ཅིང། སྐྱབས་དང་མཇལ་ནས་ལམ་ཁྱད་པར་ཅན་ལ། ལོབས་ལ། དེས་ནི་རིང་པོར་མི་ཐོགས་པར་འཚང་རྒྱའོ། དེ་ལྟར་ཕན་ཡོན་དྲན་པར་བྱས་ནས། ཞག་རེ་ལ་ཉིན་ལན་གསུམ་མཚན་ལན་གསུམ་དུ་སྐྱབས་སུ་འགྲོ་བར་བྱའོ།